དཔལ་རྒྱལ་བས་ལྷན་སྐྱེས་ལ་ངོ་སྤྲོད་ཞུ་ཡག་གི་རྩིག་ཤུལ་འམ་གནའ་ཤུལ་ཅུང་ཟད་ཅིག་འོ་ལྷན་སྐྱེས་ལ་ངོ་སྤྲོད་ཞུ་ཡག་ཡིན་ཟེར་ད་ལྟ་ལྷག་བསྡད་པའི་རྩིག་ཤུལ། ད་ལྟ་ལྷག་བསྡད་པའི་རྩིག་ཤུལ་འམ་གནའ་ཤུལ་འདི་དག་ངས་ལྷན་སྐྱེས་ལ་ངོ་སྤྲོད་ཞུ་དགོས་ཡག་གི་རྒྱུ་མཚན་དེ་གཙོ་བོ་ཅི་རེད་ཟེར་ན། འདི་ན་རྭ་ཁྱིམ་གོང་ཞེས་བྱ་བ་ཅིག་བྱུང་མྱོང་པ་དང་རྭ་ཁྱིམ་གོང་ཞེས་བྱ་བ་འདི་ཡང་འབྲི་གུང་བཀའ་བརྒྱུད་ཀྱི་ཆོས་སྡེ་དང་འབྲེལ་བའི་གོ་གནས་ཞིག་ཡིན་པ་འོ་དེ་ལ་བརྟེན་ནས་ངས་ལྷན་སྐྱེས་ལ་ངོ་སྤྲོད་ཞུ་བ་ཡིན། ད་ལྟའི་རྭ་ཁྱིམ་གོང་ཞེས་བྱ་བ་འདི་གནས་ཡུལ་ཡིན་ནའང་ལྷ་ས་གྲོང་ཁྱེར་མལ་གྲོ་གུང་དཀར་རྫོང་རྩ་ཞོལ་ཤང་རྩ་ཞོལ་གྲོང་དུ་ཕུ་ལ་རྭ་ཁྱིམ་གྲོང་ཚོ་ཞེས་བྱ་བ་བོ་ད་ག་རང་གི་ནང་ལ་གནས་བསྡད་པ་ད་ལྟ་ཡང་ན་རྩིག་ཤུལ་ཅུང་ཟད་ཙམ་ལས་ད་ག་འདའ་མ་ལགས་པ་བོ་དེ་འདྲས་རེད་ཟེར་ད་དགོན་པ་འདི་གཉིས་ལ་ཐོར་བཤིག་འགྲོ་བའི་དུས་ཚོད་འདྲ་པོ་ཆགས་བཞག་པ་ཡིན་ན་རིག་གསར་གྱི་སྐབས་སུ་ཐོར་བཤིག་སོང་བ་བོ་དེ་འདྲས་རེད་འདུག་ད་རྭ་ཁྱིམ་གོང་ཞེས་བྱ་བ་དེ་སྡེ་སྲིད་ཀྱི་འབད་རྩར་ནང་དུ་རྙིང་མའི་དགོན་པ་ཞིག་ཡིན་པའི་སྐོར་འཁོད་པ་ལས་ཞིབ་ཕྲ་དེ་འདྲ་མེད་པ་བོ་དེ་འདྲ་རེད། ད་ཡུལ་འདིའི་སྔ་རབས་ཀྱི་རྒན་པོ་ལོ་ངོ་དགུ་བཅུ་དགུ་བཅུ་ལས་བརྒལ་བ་བརྒྱ་བཅུ་བརྒྱ་བཅུ་དང་བརྒལ་བ་བོ་དེ་འདྲས་ཀྱི་རྒན་རབས་རྣམས་ཀྱི་མངོན་སུམ་མཐོང་འཇུག་དང་ད་ག་ནང་བྱན་གྱི་རྒན་རབས་གོང་མ་རྣམས་ཀྱི་ངག་རྒྱུན་དྭངས་མ་ལ་བལྟས་པ་ཡིན་ན། རྭ་ཁྱིམ་དགོན་ཞེས་བྱ་བ་འདི་ཉིད་སྔོན་མ་ཆོས་ལུགས་འབྲི་གུང་བཀའ་བརྒྱུད་རེད་ལ་ཕྱིས་སུ་དགེ་ལུགས་སུ་བསྒྱུར་བ་རེད་བོ་དེ་འདྲས་གསུང་གིན་འདུག། ར་བག་གཡུ་གསུམ་ཞེས་ད་བར་དུ་ངག་རྒྱུན་ལ་གནས་ཡོད་ཨ་རེད། ར་བག་གཡུ་གསུམ་ཟེར་དུས་ར་ཁྱིམ་དགོན་པ། བྲག་ཐོག་དགོན་པ་གཡེའུ་དགོན་པ་འོ་དེའི་དགོན་པ་གསུམ་ཀ་ལོ་སྐབས་དེ་དུས་བ་ལ་འབྲི་གུང་པའི་ལུགས་འཛིན་པའི་སྐབས་སུ་ཨ་ནི་གས་འགྱུར་བྱས་བ་རེད་ཟེར་བ་དེ་འདྲས་གསུང་གིན་འདུག། དེ་མ་ཚད་བས། ལོ་རྒྱུས་ནང་བལྟས་བ་ཡིན་ན་རྗ་རིག་འཛིན་ཆོས་གྲགས་ཀྱི་སློབ་མ། ར་ཁྱིམ་བཀའ་བརྒྱུད་བ་ངག་དབང་ཕུན་ཚོགས་ཞེས་བྱ་བ་བཀའ་བརྒྱུད་བླ་མའི་གསོལ་འདེབས་རྩོམ་ཀུན་མཛད་མི་ཞིག་ཀྱང་ཨ་ནི་ར་ཁྱིམ་དགོན་ཞེས་བྱ་བ་འདི་ནས་བྱུང་བ་སྐབས་དེ་དུས་ནི་བཀའ་བརྒྱུད་པ་ཉམས་ཀྱིས་གནང་བཞིན་པའི་སྐབས་ཡིན་པ་བ་དེ་འདྲའི་གསལ་པོ་ཡིན་པ་དེ་འདྲས་རེད། ད་ག་ནང་བཞིན་གྱི་རྒན་རབས་མྱོང་བ་ཅན་གྱི་གསུང་རྒྱུན་ལ་ཡག་ཏེ་དགོན་པ་འདི་ནི་སྤྲུལ་སྐུ་བསམ་གཏན་རྡོ་རྗེ་ཞེས་པ་ཞིག་གིས་ཕྱག་བཏབ་པའི་ཤུལ་རྒྱུན་ཡོད་རེད་སྔོན་དུས་དགོན་པའི་རྒྱ་ཁྱོན་ལ་ཡག་སྟེ་སྐ་རིང། གཉིས་དང་དཀའ་གདུང་བཅུ་བཞི། ཨ་ནི་དེའི་སྒང་ལ་ཡང་གཟིམ་ཆུང་གཅིག་ཅིག་ཡོད་ཨ་རེད། དགོན་པ་འདིའི་རྟེན་གྱི་གཙོ་བོ་དེ་སྤྲུལ་སྐུ་བསམ་གཏན་རྡོ་རྗེ་རེད། ཨ་ནི་དབུ་ལ་གོམ་ཁྱ་ཞིག་དེ་བ་མི་རྫི་ལས་ཆེ་བ་ཅིག་མཇལ་རྒྱུ་ཡོད་པ་རེད་ད་ག་ནང་བྱིངས་ཀྱི་རྒྱལ་བ་བྱམས་པའི་སྐུ་བརྙན་ལ་སོགས་པ་མི་རྫི་ལས་ཆེ་བ་ལ་སོགས་པ་དེ་འདྲའི་སྐུ་གསུང་ཐུགས་རྟེན་མང་པོ་མཇལ་རྒྱུ་ཡོད་པ་རེད། ཕྱིས་སུ་ཨ་ནི་བརྒལ་བསྒྱུར་བྱས་པ་ལ་བརྟེན་ནས་རྒྱ་ཡབ་སྲས་གསུམ་གྱི་སྐུ་འདྲ་ལ་སོགས་པ་སྐུ་འདྲ་མང་པོ་ཅིག་མཇལ་རྒྱུ་འདུག་གསོལ་བ་དེ་འདྲས་གསུང་གིན་འདུག། ད་ག་ནང་བཞིན་གྱི་དགོན་པ་རྭ་ཁྱིམ་དགོན་པའི་ནང་ལ་ཡག་སྟེ། ཡོད་པའི་རྭ་ཁྱིམ་དགོན་པ་ཕྱག་ཚུལ་གྱི་ཐང་ཁའི་ནང་ལ་ཡག་སྟེ། དགོན་པའི་རྒྱབ་རི་རེད་ད་དགོན་པའི་ནུབ་བྱང་མཚམས་ཀྱི་རིའི་སྒང་ལ་ཡག་སྟེ་ཁང་ཆུང་གསེར་རིའི་ས་ངོས་ཁང་ཆུང་གསེར་རི་ཞེས་བྱ་བ་དེ་ལ་ཡག་སྟེ་དགོན་པ་གོང་འོག་གཉིས་ཡོད་པའི་ཤོད་རྒྱུ་ད་ག་ནང་བཞིན་གྱི་དགོན་པ་ཕྱག་འདམ་མཁན་གྱི་སྤྲུལ་སྐུ་བསམ་གཏན་རྡོར་གྱི་ཞབས་རྗེས་དགོན་པའི་འདབ་རོལ་དུ་གཡར་ཏེ་སྤྲུལ་སྐུ་བསམ་གཏན་རྡོ་རྗེའི་དབུ་སྐྲ་རིས་སུ་བསྡུ་བ་ལ་བསྒོམ་པའི་འདབ་ཏུ་ཚེར་ཤིང་ལ་སོགས་པ་དེ་འདྲས་འདུག་ཟེར་དེ་ལ་བརྟེན་ནས་ད་ལྷན་རྒྱས་ཚང་མས་འདི་ལ་དོ་སྣང་ཅིག་མཛད་ནས་སྤྲུལ་སྐུ་བསམ་གཏན་རྡོ་རྗེ་ཞེས་བྱ་བ་དེ་འབྲི་གུང་པའི་བླ་མ་ག་འདྲས་ཅིག་གི་མཚན་ཡིན་མིན་དང་མཚན་གཞན་ལ་གཡར་ཏེ་ག་འདྲས་ག་འདྲས་འབུལ་གྱི་ཡོད་མེད་འོ་དེ་འདྲས་ལྷན་རྒྱས་ཚང་མས་ལུགས་རྒྱུད་ལ་ཞིབ་འཇུག་གནང་གིན་ལུགས་རྒྱུད་ལ་དགའ་བ་ཨ་ནས་ཚང་མས་གཡར་ཏེ་དེའི་ཐོག་ལ་ཡང་དོ་སྣང་ཅིག་བྱས་ནས་ཁ་གསལ་པོ་ཅིག་ཡོང་བའི།